འཛམ་གླིང་གང་སར་བཞུགས་པའི་སོ་སོའི་སྐད། རིག་གཞུང། ཡི་གེ། རྒྱལ་རབས་དང། ནང་ཆོས་ལ་དོ་སྣང་གནང་མཁན་ཚང་མ་ལ་སྔ་དྲོ་དེ་ལས་ཞུ་གི་ཡོད། དེ་ནས་ད་དེ་ཡང་བསྐྱར་ངས་དེ ྋགོང་ས་མཆོག་གིས་ལྗགས་རྩོམ་གནང་བའི་ངོས་ཀྱི་ཡུལ་དང་ངོས་ཀྱི་མི་དམངས་ཟེར་བའི་ཕྱག་དེབ་དེ་ནས་ཚིག་གྲུབ་ཁ་ཤས་ཅིག་ཡིག་སྐད་ནས་ཕལ་སྐད་ལ་འགྲེལ་བཤད་བརྒྱབ་ཡ་ཡིན། ད་ཡིག་སྐད་སློབ་སྦྱོང་གནང་པའི་སྐབས་ལ་ག་རེ་ཡོད་རེད་ཞུས་པས་ན། ཚིག་སྡུད་མང་པོ་ཞེ་དྲག་ཡོད་རེད། Abbreviations དཔེར་ན། དཀའ་ལས་ཁག་པོ། དཀའ་ལས། ད་ཡི་གེ་ནང་ལ་དཀའ་ལས་ཁག་པོ་ཟེར་ནས་ཆ་ཚང་བྲིས་ཀྱི་ཡོད་མ་རེད། ཨ་ནི་ད་འོ་ཀ་ཧ་ཀ། ད་འོ་ཀ་ཧ་ཀ། དེ་འདྲ་བྲིས་པ། མཐོང་པ་དང་ལམ་སང། འདི་དཀའ་ལས་ཁག་པོ་རེད་ཟེར་ནས། མཁྱེན་དགོས་ཀྱི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ད་ཡི་གེ་སློབ་སྦྱོང་གནང་པའི་སྐབས་ལ། དག་ཆ་གལ་ཆེན་པོ་ཞེ་དྲག་རེད། དག་ཆ་གལ་ཆེན་པོ་ཞེ་དྲག་རེད། ད་འདི་བལྟས་ཚེ་ཅིག་བེད་སྤྱོད་གནང་དགོས་ཀྱི་ཡོད་རེད། ད་ད་ལྟ་ང་ཚོའི་མི་རབས་ཀྱི་མི་ཚོ་ད་ལྟའི་བོད་ཡིག་ཟེར་ན་དཔེ་དཀའ་ལས་ཁག་པོ་འདུག་བསམ་བསམ་གྱིས་བག་ཆགས་ངན་པ་ཅིག་སེམས་ཀྱི་ནང་ལ་འཇགས་བསྡད་ཡོད་རེད། ཨ་ནེ། ད། བོད་ཡིག། ཅིག་མཐོང་པ་དང་ལམ་སང་ད་འདི་རྩ་བ་ནས་གོ་ཚོད་ཀྱི་མ་རེད་བསམ་བསམ། གི་སེམས་ཤུགས་ཆག་ཡ་དེ་འདྲའི། གནས་ཚུལ་བྱུང་པ་རེད། ད། དེ་འདྲའི་ཡིན་པ་སོང་ཙང། ངས་ཡིག་སྐད་འདི། ཕལ་སྐད་ལ། འགྲེལ་བཤད། རྒྱབ་རྗེས་ཁྱེད་རང་ཚོ། བོད་ཡིག་ཀློག་ཡ་ལ་སེམས་ཤུགས་སྤེལ་ཡ་འདི། ངའི་ཀུན་སློང་ཡིན། དེ་ནས་ཕ་མ་ཚོ་ཡང་ཕ་མ་ཚོས་ཡང། སྤུ་གུ་ཚོ་ལ་ལམ་སྟོན་གནང་ཆེད། ཨ། བོད་ཡིག་ཀློག་ཡ་ལ་སེམས་ཤུགས་སྤར་གནང་དགོས་ཡ་འདི། དཔེ་མི་སྲིད་པའི་གལ་ཆེན་པོ་རེད། དེ་ནས་སློབ་ཕྲུག་ཚོ་ཡང་དོ་སྣང་གནང་དགོས་ཀྱི་ཡོད་རེད། སློབ་སྦྱོང་གནང་ཡ་ལ་དོ་སྣང་གནང་དགོས་ཀྱི་ཡོད་རེད། ད་ང་རང་ཚོ་ག་རེ་ཞུ་དགོས་རེད། ང་ཚོའི་གཏམ་དཔེ་ཡོད་རེད་པ། ཤ་ཚའི་ཁ་ལ་གཏམ་བཟང་མེད་ཟེར་ནས། ཤ་ཚའི་ཁ་ལ་གཏམ་བཟང་མེད་ཟེར་དུས་ས་ནས། ཁྱེད་རང་ལ་བྱམས་པོ་བྱེད་མཁན་མི་ཅིག་ཡིན་ན། ཨ་ནི་ཁོ་རང་གིས་རྟག་པར་ཁྱེད་རང་ལ་སྐྱོན་བརྗོད་བྱེད་ཀྱི་རེད། ཁྱེད་རང་གིས་འདི་འགྲིག་གི་མི་འདུག་ཕ་གི་འགྲིག་གི་མི་འདུག་ཟེར་ནས། སྐྱོན་བརྗོད་བྱེད་ཀྱི་ཡོད་རེད། དེ་ནང་བཞིན་ད་ང་རང་ཚོའི་བོད་པ་ཚོ་ཡང། སློབ་སྦྱོང་ལ་དོན་སྣང་དེ་ཙམ་མ་གནང་མཁན་སྤྱི་ཚོགས་གཅིག་རེད། གཅིག་ནས་ཆུང་དུས་གཅིག་བག་ཆགས་སྡུག་ཆགས་བོད་ཡིག་ཟེར་མཁན་དེ་དཔེ་དཀའ་ལས་ཁག་པོ་རེད་བསམ་ཡག་གི་དེ་འདྲའི་བག་ཆགས་གཅིག་དེ་ཡོད་རེད། དེ་འདྲའི་དཀའ་ལས་ཁག་པོ་གང་ཡང་ཡོད་མ་རེད་བརྟན་བྱེད་ཀྱི་དོ་སྣང་གནང་དགོས་རེད། དུས་ཚོད་བཏང་དགོས་ཀྱི་ཡོད་རེད། ད་ང་རང་ཚོ་འདི་འདྲའི་ཡོད་རེད་པ་ཡང་ཅིག་ལབ་སྲོལ་ཅིག་ཡོད་རེད། བོད། རེ་བའི་ཕུང། རྒྱ་ནག། རྡོག་པས་ཕུང་ཟེར་ནས། བོད་རེ་བས་ཕུང་ཟེར་ན་རེ་བ་བྱས་ནས་ད་འདི་འགྲིག་འགྲོ་གི་རེད། ཡག་པོ་ཡོང་གི་རེད་འགྲིག་འགྲོ་གི་རེད་བསམ་ནས་དེ་འདྲས་ཀྱི་རེ་བ་བྱས་ནས་བསྡད་ཙང་ད་ལྟ་གནས་སྟངས་འདི་འདྲས་ཅིག་ལ་སླེབས་པ་རེད། བོད་རེ་བས་ཕུང། རྒྱ་མི་དོག་པས་ཕུང་ཟ། དེ་ནས་ད་ང་རང་ཚོ། ཡིག་ཚད་ཡག་པོ་ཡོང་བར་ཤོག་ལམ་བགྲོད་ཡོང་བར་ཤོག། དེ་འདྲའི་ཤོག་ཤོག་ཤོག་ཟེར་ནས་ཤོག་ཟེར་ནས་སྐད་བཏང་ནས་ཡོང་ཡ་གང་ཡང་ཡོད་མ་རེད། སོ་སོ་རང་གིས་འབད་བརྩོན་བྱེད་དགོས་ཀྱི་ཡོད་རེད་སོ་སོ་རང་གིས་དོ་སྣང་བྱེད་དགོས་ཀྱི་ཡོད་རེད་ཤུགས་རྒྱབ་དགོས་ཀྱི་ཡོད་རེད། ད། དཔེར་ན། ག་འདྲ་ཞིག་རེད་དཔེར་ན། ཡག་པོ་ཡོང་བར་ཤོག། ལབ་ཨེ་ཡིན་ན། ཡག་པོ་ཡོང་ཡག་ཤོག་ཟེར་ནས་སྐད་བཏང་ནས་ཡོང་ཡག་གང་ཡང་ཡོད་མ་རེད། ཡག་པོ་ཡོང་ཡག་གི་ཆེད་དུ། སོ་སོ་རང་གི་ངོས་ནས། དཀའ་ལས་རྒྱབ་དགོས་ཀྱི་ཡོད་རེད། འབད་བརྩོན་བྱེད་དགོས་ཀྱི་ཡོད་རེད། ཤུགས་རྒྱབ་དགོས་ཀྱི་ཡོད་རེད། དུས་ཚོད་བཏང་གི་ཡོད་རེད་སློབ་སྦྱོང་མེད་ན་ཚར་བ་རེད། སྤྱི་ཚོགས་ཀྱི་ཆ་ནས་ཡང། ཚར་བ་རེད། མི་གཅིག་སྒེར་པའི་ངོས་ནས་ཡང། ཨ་ནི། མི་ཡི་ཚིག་ཉིད་དང་ལྡན་པ། སྨྲ་ཤེས་དོན་གོ་བ། མི་ཡི་ཚིག་ཉིད་དང་ལྡན་པ་ཅིག་ཆགས་ཡག་པོ་མི་སྲིད་དཀའ་ལས་ཁག་པོ་ཡོད་རེད། ཁྱེད་ཚང་སློབ་སྦྱོང་ཡིན་གཅིག་མིན་གཅིག་གནང་དགོས་ཀྱི་ཡོད་རེད། བོད་ཡིག་གི་མ་ཟད་དབྱིན་ཇིའི་སྐད་ཡང་ཡག་པོ་བྱས་ནས་སློབ་སྦྱོང་གནང་དགོས་ཀྱི་ཡོད་རེད། གལ་སྲིད་ཁྱེད་རང་ཚོ་ཕ་རན་སི་ལ་བཞུགས་ཡོད་ན་ཕ་རན་སི་སྐད་ཡང་ཡག་པོ་ཅིག་མཁྱེན་དགོས་ཀྱི་ཡོད་རེད། ཨ་ནི་དེ་འདྲའི་མཁྱེན་གྱི་ཡོད་ན། ཨ་ནི་མཁས་དབང་དེ་འདྲས་ཀྱིས་བྲིས་པའི་དེབ་འདི་ཚོ་ཀློག་གནང་ད། ཨ་ནི། མཐོང་རྒྱ་ཆེན་པོ། སྤྱི་ཚོགས་ལ་ཕན་ཐོགས་མཁན་མི་གཅིག་ཆགས་ཀྱི་རེད། འདི་འདྲས་ཅིག་མ་བྱུང་པ་ཡིན་ན་ཨ་ནི། མིའི་མཚན་ཉིད་མ་ཚང་པས་བཟོ་འགྲོ་བ་ཅིག་དེ་འདྲས་ཡོང་གི་རེད་ད་ངས་དེ། ཡི་གེ་འདི་ད་ལྟ་ངས་ཞུས་པ་ནང་བཞིན་དེང་དུས་ཀྱི་ཡི་གེ་འདི། བོད་སྐད་རྙིང་པས་བོད་ཡིག་རྙིང་པ་དང། ད་ལྟ་ང་ཚོས་རྒྱབ་བཞིན་པའི་བོད་ཡིག་གི་བར་ལ་ཟམ་པ་ནང་བཞིན་རེད། འདི་ཡིས་ཨིན་ཇིའི་སྐད་ལ་ཞུས་པས་ན Modern Tibetan Literature ལ་ཟེར་གྱི་ཡོད་རེད། འདི་མཁྱེན་པས་ན་ཁྱེད་རང་ཚོ་བོད་སྐད་སྦྱང་འདོད་ཡོད་ན་བོད་སྐད་སྦྱང་ཡ་ལས་སླ་པོ་རེད་ཡང། ནང་པའི་ཆོས་སློབ་སྦྱོང་གནང་གི་གོང་གི་ཡོད་ན་ནང་པའི་སློབ་སྦྱོང་གནང་ཡ་ཡང། ལས་སླ་པོ་ཆགས་ཀྱི་རེད། དེ་འདྲ་ཞིག་རེད་ད། དཔེར་ན། ད་ཡག་པོ་ཡོང་བར་ཤོག་དེ་འདྲ་ཤོག་ཤོག་ལབ་ནས་ང་ཚོས་རེ་བ་བྱས་ནས་བཞུགས་རྒྱུ་ཡོད་མ་རེད། ཁྱེད་རང་ཚོར་ཀླད་པ་བེད་སྤྱོད་བྱས་པས་མི་སེར་གལ་ཆེན་པོ་རེད་དམ། ད་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་ནང་བཞིན་དགེ་སློང་དག་དང་ཁྱེད་རྣམས་ཀྱིས་བསྲེག་བཅད་དར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླངས་པར་བྱ་ཡི་གུས་ཕྱིར་མིན་ཟེར་ནས། ག་རེ་ཡིན་ན་ཡང་བརྟག་དཔྱད་བྱེད་དགོས་རེད། མི་གཅིག་གིས་འདི་འདྲའི་ལབ་གུས་འདུག་འདི་བདེན་པ་རེད་བསམ་རྒྱུ་ཡོད་མ་རེད་ཁྱེད་རང་རང་གིས་བརྟག་དཔྱད་བྱེད། བརྟག་དཔྱད་བྱས་པའི་ཆ་ལ་ཁྱེད་རང་བདེན་པ་རེད་བསམ་ན་ཨ་ནི་འདི་བདེན་པ་རེད། ཟེར་ནས་དེ་འདྲ་གསུང་གི་ཡོད་རེད་པ། ད་ག་གནང་བཞིན་ནུབ་ཕྱོགས་པའི། ཨ། དེ་འདྲ་ག་རེ་ཞུ་གི་རེད་ཁོ་རང་ཚོས། ཨ། སྟོན་པ་ཞུས་ནས་འདྲ་ལམ་སྟོན་པ་ཞུས་ནས་འདྲ། ནུབ་ཕྱོགས་པ་ཚོའི་རིག་གཞུང་གི། Socrate། ཨ། གར་ས། ཨ། Plato། Socrate། Aristotle། ཁོ་ཚོས། ཀླད་པ་བེད་སྤྱོད་བྱེད། ད་ག་ཟེ་མིག་བཙུམ་ནས་ཡིད་ཆེས་མ་བྱེད་ཨ། ཀླད་པ་བེད་སྤྱོད་བྱེད་དགོས་རེད་ད། ཟེར་ནས་ད་སྔོན་མ་སྔོན་མ་ཡིན་ན། ཡེ་ཤུ་གིས། ག་རེ་ཞུ་དགོས་རེད་གསུང་རབ་ཀྱི་ནང་ལ། འཛམ་བུ་གླིང་ལེབ་ལེབ་ལེབ་རེད། བྲིས་ཡོད་རེད་པ། ཨ་ནི། དེའི་སྐབས་ལ་མི་ཚོས་འདི་འཛམ་བུ་གླིང། ལེབ་ལེབ་མ་རེད་རིལ་རིལ་རེད་ལབ་པ་ཡིན་ན། ཨ་ནེའི་ཆོས་ལ་རྒྱབ་འགལ་བྱས་པའི་རྩིས་བྱས། ཨ་ནེ། སྡུག་པོ་ཞེ་པོ་ཞིག་བཏང་གི་ཡོད་རེད། ཨ་ནེ། འཛམ་བུ་གླིང་གི་ད་ལྟ་རིལ་དྲིལ་རེད་ཟེར་ན་ང་རང་ཚོ་སློབ་གྲྭ་ལ་དེ་བསླབ་ཀྱི་ཡོད་རེད་པ། བྱས་ཙང། དཔེ་ཆ་གཅིག་ལ་དེ་འདྲ་བྲིས་འདུག་བརྒྱ་ཆ་བརྒྱ་བདེན་པ་རེད། ཨ། དབུ་ཁྲིད་འདི་འདྲ་ཅིག་གིས་གསུང་གི་འདུག་འདི་བརྒྱ་ཆ་བརྒྱ་བདེན་པ་རེད། འདིས། བསམ་ཡག་འདིས་ང་ཚོས་སྤང་དགོས་ཀྱི་ཡོད་རེད། འདིས་སྤང་དགོས་ཀྱི་ཡོད་རེད། མིག་བཙུམ་ནས་ཡིད་ཆེས་བྱེད་ཡག་འདི་གིས། ད་ལྟ་ང་ཚོ། དཀའ་ངལ་འཕྲད་ཡག་འདིས་སྤྱི་ཚོགས་ཀྱི་ནང་ལ་དཀའ་ངལ་འཕྲད་ཡག། ཨ་ནི། བོད་པའི་སྤྱི་ཚོགས་ཀྱི་བསམ་བློའི་གནས་ཚད་དམའ་བོ་ཡོང་དགོས་ཡ་རྒྱུ་མཚན་འདི། རྨོངས་དད་དང་རྨིས་རྩུབ་ནས་བེད་སྤྱོད། རྨིས་རྩུབ་ནས་ཡིད་ཆད་བྱས་ཙང། མི་རིགས་གཞན་སུ་དང་མི་འདྲ་བའི། དཀའ་ངལ་ཆེན་པོ་ཅིག་ལ། ལྷུང་ཡ་གི་རྒྱུ་མཚན་འདི། རྨོངས་དད་དང། རྨིས་རྩུབ་ནས་ཡིད་ཆད། བྱས་པ་དེ་ལ་བརྟེན་ནས་གནས་ཚུལ་དེ་འདྲ་ཅིག་ལ་སླེབས་པ་རེད། ད་ལྟའི་ངའི་ད་ལྟ་འཛིན་གྲྭ་འདི་གི་ཀུན་སློང་ག་འདྲ་ཡིན་ཟེར་ན། ཁྱེད་རང་ཚོ་བོད་ཡིག་ཀློག་གནང་པ་ཡིན་ན། མཁྱེན་ཡག་ལས་སླ་པོ་ཞེ་དྲག་ཡོད་རེད། ཟེར་ནས་ད་ངས་ཁྱེད་རང་ཚོ་ལ་འདི་ཡི་ཁུངས་སྐྱེལ་ཞུ་ཡག་གི་ཆེད་དུ། དང། ཨ་ནི་ཁྱེད་རང་ཚོ་ལ་སེམས་ཤུགས་སྤར་ཡག་གི་ཆེད་དུ། དེ་མ་ཟད། བོད་ཀྱི་ལོ་རྒྱུས། རྒྱལ་རབས་མཁྱེན་ཡག་གི་ཆེད་དུ་ངས། དྲ་རྒྱ་བརྒྱུད་ནས། ལབ་བཞིན་པ་ཡིན། ད་ང་ཚོ་འགོ་བཙུགས་ཀྱི་ཡིན་ད། ར་ན་ད་ན་མ་ནམ་མཁའ་ཞབས་ཀྱི་ཀུན་ན་ཀུན་ནམ་ཀུན་ཟེར་ན། ང་རང་ཚོ། སྤྱིར་བཏང་ང་ཚོ་ནམ་རྒྱུན་ཟེར་གྱི་ཡོད་པ་ནམ་རྒྱུན་ང་ཆུ་ཚོད་བཅུ་པ་ལ་སློབ་གྲྭ་ལ་འགྲོ་གི་ཡོད་ནམ་རྒྱུན་ཟེར་ན། གལ་སྲིད་ཁྱེད་རང་ཨིན་ཇིའི་སྐད་མཁྱེན་གྱི་ཡོད་པ་ཡིན་ན། Usually Normally ནམ་རྒྱུན་ཟེར་བ།

ཨ་ནི་གྲ་སྒྲིག་ལྷན་ཚོགས་ཞུ་གི་ཡོད་རེད་གྲ་སྒྲིག་ལྷན་ཚོགས་སུ་ད་ས་བྱེད་རྒྱུ་སུ་དེ་ལགས་དོན་རེད་ཨ་ནི་གྲ་སྒྲིག་ལྷན་ཚོགས་ལ་བོད་ལ་ལ་རེད་ནམ་རྒྱུན་གྲ་སྒྲིག་ལྷན་ཚོགས་ལ་ཕ་རིང་པོ་ཕས་སྦ་ས་ཕེབས་ས་ཁ་ད་ཀ་སྦ་ས་སྐབས་ཟེར་ན། ནམ་རྒྱུན་གྲ་སྒྲིག་ལྷན་ཚོགས་ལ་ཕེབས་སྐབས་ཟེར་ན་ཕེབས་དུས། ཨ། ཕེབས་པའི་སྐབས་ལ་ཕེབས་དུས་རྩམ་པ་ཕེབས་དུས་རྩ་ནས་དོན་གཅིག་མིང་གི་རྣམ་གྲངས་ཁ་ཤས་ཡོད་རེད། ཕེབས་སྐབས་ཟེར་ན་ཕེབས་པའི་སྐབས་ལ་ཡང་ན་ཕེབས་དུས་ཡང་ན། ཕེབས་དུས་རྩམ་པ། ཡང་ན་ཕེབས་དུས་རྩམ་པ། ཕེབས་དུས་རྩ་ནས། ཁ་ན་རོ་ཁོང་ང་ཁོང་བདག་ང་དང་མའོ་མཉམ་མ་མཉམ་བདག་ཞིབ་ཀྱི་དུ། ཁོང་གི་མཉམ་དུ། ཁོང་གི་མཉམ་དུ། with him། ནམ་རྒྱུན་གྲ་སྒྲིག་ལྷན་ཚོགས་ལ་ཕེབས་དུས། ཁོང་གི་མཉམ་དུ། ཁོང་གི་མཉམ་དུ་ཁ་ཡེ་ད་ཁྱ་ཕྲེང་པོ་ཁྱེད་དང་ཁྱེད་རང་ང་རང་ག་གི་གུ་གི་ད་འོ་མ་ག་མ་གི་མ་གི་གུ་མི་ག་ན་རུ་གོ། མ་འོ་ཚ་ན་རུ་ཚོན་ན་ཚོན། ཨ་འོ་ཁ་ཡེ་ད་ཁྱ་ཕྲེང་པོ་ཁྱེད་ར་ཁྱེར་བ། ཡ་ན་རུ་ཡོང་ང་ཡོང། ས་ར་ད་ས་ན་རུ་སོ་ལ་སོལ་ད་དིང་པོ་དེ་ལ་ད་ད་ད་ར་དར། ཡ་ན་རུ་ཡོང་ང་ཡོང་མ་ད་འོ་ག་ན་རུ་གོ་ས་གོས། ད། རྒྱ་མི་དཔོན་པོ་དེ་གིས་ད་མཁར་ས། སྤྱི་ཁྱབ་མཁན་པོ་ལ། ལབ་ཀྱི་ཡོད་རེད། ག་རེ་ལབ་ཀྱི་ཡོད་རེད་ཟེར་ན། ཡེ་ཤེས་ནོར་བུའི་མཉམ་དུ། ཁྱེད་རང་གི་དམག་མི། ཁྱེད་རང་གི་དམག་མི། ད་བོད་གཞུང་གི་དམག་མི་ཟིག་ཡོད་རེད་བ། ཡེ་ཤེས་ནོར་བུ། ཡེ་ཤེས་ནོར་བུ་གོང་ས་མཆོག་གོང་ས་མཆོག་གི་མཉམ་དུ། ཁྱེད་རང་གི་དམག་མི་དགའ་ན་རོ་མགོ་མ་བོ་ཚ་ན་རོ་ཚོ་ན་ཚོན། མགོ་ཚོན་ཟེར་ན། མེ་མདའ། མདའ། མདུང་དེ་ཚོ་མགོ་ཚོན་རེད weapons དབྱིན་ཇིའི་སྐད་ལ་ཞུས་པ་ཡིན་ན། weapons།

དཀའ་ལས་ཁག་པོ། འདི་ཟླ་འོག་ཀ་ཀ་གཅིག་པོ་བྲིས་འོ་འདི་ལ་ཚིག་བསྡུས་ཟིག་ཡོད་རེད་པ། ཚིག་བསྡུས་མང་པོ་ཡོད་རེད། ཚིག་བསྡུས་མང་པོ་ཡོད་ཙང། གལ་སྲིད་ཁྱེད་རང་དག་ཆ་ཡག་པོ་མེད་ན། ཨ་ནི་དོན་དག་མཁྱེན་ཡག་དཔེ་མི་སྲིད་དཀའ་ལས་ཁག་པོ་ཡོད་རེད། དམག་མི་མཚོན་ཆ་འཁྱེར་མཁན། ཡོང་ཡག་གི་ལུགས་སྲོལ་དེ་ལྟར་དེ་ནང་བཞིན། དེ་ལྟར་ཟེར་ན་དེ་ནང་བཞིན། མཚོན་ཆ་འཁྱེར་མཁན། དམག་མི་མཚོན་ཆ་འཁྱེར་མཁན། ཡོང་ཡག་གི་ལུགས་སྲོལ་ཡོད་པ་དེ་ནང་བཞིན། ཡག་ན་རོ་ཡོང་ང་ཡོང། མ་དགའ་བོ་ག་ན་རོ་དགོ་ས་དགོས། ཡོང་མ་དགོས།

ཀུན་སློང་ག་རེ་རེད་ཟེར་ན། ད་ཡེ་ཤེས་ནོར་བུ་གལ་སྲིད། ལྷ་ས་ལ་ཡོད་པའི་རྒྱ་མིའི་དམག་སྒར་གྱི་ལྟད་མོ་དེ་ལ་ཕེབས་པ་ཡིན་ན་ཨ་ནི་འཛིན་བཟུང་བྱེད་ཡ། ཁོང་ཚོའི་འཆར་གཞི་རེད། ཁོང་ཚོ་ལ་འཆར་གཞི་ག་རེ་ཡོད་རེད་ཟེར་ན་འཛིན་བཟུང་བྱེད་ཡ། འཆར་གཞི་ཡོད་རེད་ཀུན་སློང། ཁོ་རང་ཚོ་ཀུན་སློང་ག་རེ་རེད་ཟེར་ན། ཀུན་སློང་སྟེ། ཡེ་ཤེས་ནོར་བུ་འཛིན་བཟུང་བྱེད་ཡ། ཁོ་རང་ཚོ་ཀུན་སློང་རེད། ར་ད་ད་ད་ན་རོ་དོ་ཟ་མ་སམ་བོ་ར་ག་ད་ག་ལ་བོ་ར་ག་ད་ག་ལ་གལ་ན་ས་ནས་བ་ན་རོ་བོ་ད་བོ་དོ་མ་ག་དམག་ས་བཞི་བཅུ་སུ་ཡ་ང་ཡང་ཡ་ན་རོ་ཡོང་ང་ཡོང་མ་ཁི་གུ་མི་ཆ་ན་རོ་ཆོ་ག་ཆོ་ག་ད་ར་ད་ད་ད་ན་རོ་དོ་ཟེ་ན་སི་ཏྲོན་རི་བ།

བོད་པའི་དམག་མི་སུ་ཡང། དམག་དཔོན་ཡིན་ན་ཡང་འདྲ། དམག་མི་དཀྱུས་མ་ཡིན་ན་ཡང་འདྲ། ག་རེ་ཡིན་ན་ཡང། ཡོང་མི་ཆོག། ཡོང་ཆོག་གི་མ་རེད། ཟེར་ནས་རྒྱ་མིའི་དམག་དཔོན་དེ་གིས། ཨ་ནི་སྤྱི་ཁྱབ་མཁན་པོ་ལ་དེ་འདྲ་ཞུ་གི་ཡོད་རེད། སྤྱིར་བཏང་ངེད་ཤི་ནུ་བོ་ཕར་ཚུར་ཕེབས་པའི་སྐབས་ལ། དམག་མི་མཚོན་ཆ་འཁྱེར་བ་དེ་འདྲའི་མཉམ་དུ་འགྲོ་ཡག་གི་ལུགས་སྲོལ་ཡོད་རེད་དེ། ད་རིང། ཁོང་ཚོ་མཚོན་ཆ་འཁྱེར་ནས་ཡོང་ཆོག་གི་མ་རེད། ད་དེ་ནས། དོ་བསམ་གྱི་ཡོད་རེད་ད་དོ་བསམ་དེ་བརྒལ་ནས། བོད་དམག་སུ་ཡང་ཡོང་མི་ཆོག་ཟེར་ན་བོད་པའི་དམག་མིས། མཚོན་ཆ་ཡོད་ན་ཡང་འདྲ་མེད་ན་ཡང་འདྲ། དམག་མི་ཡིན་པ་ཙམ་གྱིས། དོ་བསམ་བརྒལ་ནས། ཡོངས་ཆོག་གི་མ་རེད་ཟེར་དགོས་ཟེར་དུས་ས་ནས། རྡོ་ཟམ་གྱི་ཕར་ཕྱོགས་ལ། རྒྱ་མི་དམག་སྒར་ཡོད་རེད། ཨ་ནི། རྡོ་ཟམ་དེ་བརྒལ་ནས་དམག་མི། དམག་དཔོན་ཡིན་ན་ཡང་འདྲ་དམག་མི་དཀྱུས་མ་ཡིན་ན་ཡང་འདྲ། ག་འདྲས་ཅིག་ཡིན་ན་ཡང། རྡོ་ཟམ་བརྒལ་ནས་ཡོངས་ཆོག་གི་མ་རེད། བྱས་ནས། སྤྱི་ཁྱབ་མཁན་པོ་ལ་རྒྱ་མིའི་དཔོན་པོ་དེ་ཞུ་གི་ཡོད། ག་ལ་གེལ་སར་ད་ས་ཀི་གུ་སི་ད་སི་ཁ་ཡེ་ད་ཁྱ་ཀྲེང་པོ་ཁྱེད་ད་ཁྱེ་རང་ང་རང་ག་གི་གུ་གི་ཨ་བོ་ད་ན་རོ་དོ་ད་སྡོད་པ་ན་ན་ནན་ཁྱ་ཀྲེང་པོ་ཁྱེད་བ་ཡེ་ད་ཁྱ་ས་བྱེད་ན། རྒྱལ་སྲིད། རྒྱལ་སྲིད། རྒྱལ་སྲིད། ཁྱེད་རང་གི་འདོད་པ། འདོད་པ་ཟེར་ན་ཁྱེད་རང་གི wish། ཁྱེད་རང་གི་འདོད་པ། ནན་ཆེ་བྱས་ན་ཟེར་ན་ད་རྒྱལ་ལ་གར་ཤོར་ཟེར་ན། if you insist། ཁྱེད་རང་ཨུ་ཚུགས་བརྒྱབ་ན། ཁྱེད་རང་གི་འདོད་པ་ཤུགས་ཆེན་པོ་ཡོད་ན། ཁྱེད་རང་གི་འདོད་པ་ཆེན་པོ་ཡོད་ན། དྭོགས་པ་ནོར་བུ་དང་བོད་དྭོགས་མ་ག་མ་དགའ་བོ་གཉིས་ཀྱི་གཉིས་ས་གཉིས་དགའ་བོ་ས་བཞི་བཅུ་གསུམ་མ་གསུམ། བོད་མ་གཉིས་གསུམ། Tibetan Soldiers། གཉིས་གསུམ two three མ་རེད two or three བོད་སྐད་ལ་གཉིས་གསུམ་ཟེར་ན or འདི་ནང་ལ་ཡོད་རེད་ད། བོད་པའི་དམག་མིས་ཁྱེད་རང་དབྱིན་ཇི་མིན་ཇི་བཏང་དགོས་ཀྱི་ཡོད་ཟེར་ཁྱེད་རང་ལབ་པ་ཡིན་ན་ཁྱེད་རང་ཨུ་ཚུགས་བརྒྱབ་པ་ཡིན་ན་ཨ་ནི་བོད་པའི་དམག་མི་གཉིས་ཡང་ན་གསུམ།

གཉིས་གསུམ་ཞིག་ཟེར་ན་ད། གཉིས་གསུམ་ད་ཞག་སྐྱིད་དགུ་བཞི་འགའ་ཞིག་གི་དོན་དག་ག་རེ་ཡོད་ཟེར་ན། གཉིས་ལས་ཉུང་ང་ཡང་ན་གསུམ་ལས་མང་ང།

ཡེ་ནས་ང་རང་ཚོ་བོད་སྐད་ལ A two or three དེ་འདྲ་ལབ་སྲོལ་ཡོད་རེད technically། ད་ཁྱེད་རང་ཨུ་ཚུགས་བརྒྱབ་ཡིན་ན་བོད་པའི་དམག་མི་གཉིས་གསུམ། གཉིས་གསུམ་གཅིག། མའོ་རྙ་མ་རྙ་མ་ཨོ་ཁར་ད་ཁྲ་ཁི་གུ་ཁྲི་ད་ཁྲི། བ་ཡི་ད་བྱ་ས་བྱེ། ཨའོ་ཐ་ཞབས་ཆུ་ཐུའི་ས་ཐུ། གཉིས་གསུམ་གཅིག། མཉམ་དུ་ཁྲིད་ན། ཡེ་ཤེས་ནོར་བུའི་མཉམ་དུ། ཁྱེད་རང་དབུ་གཙུག་རྒྱབ་པས་ན་དངོས་གནས་ཕྱི་ནང་རྡོ་ཟམ་བརྒལ་ནས། དམག་མི་གཅིག་ཀྱང་ཡོང་ཆོག་གི་མེད་ལབ་རེད་ཡིན་ན་ཡང་ཁྱེད་རང་དབུ་གཙུག་རྒྱབ་པས་ཡིན་ན། ཁྱེད་རང་འདི་འདྲའི་ཁྲིད་འདོད་ཆེན་པོ་ཡོད་པ་ཡིན་ན། དམག་མི་གཉིས་གསུམ་མཉམ་དུ་ཁྲིད། མཉམ་ཁྲིད་བྱས་འཐུས་ཟེར་ན་འགྲིག་གི་རེད། ད་ཁྱེད་རང་ཡང་ཨུ་ཚུགས་རྒྱབ་པ་ཡིན་ན། དམག་མི་གཉིས་གསུམ་གྱིས་ཁྲིད་ན་འགྲིག་གི་རེད་ལབ་རེད་ཨའོ་མཐའ་ཞབས་ཞུ་འཐུས་ས་འཐུས་ཟེར་ན it is ok it is fine too ཨའོ་མཐའ་ཞབས་ཞུ་འཐུས་ས་འཐུས་ཟེར་ན་འགྲིག་གི་རེད། ཀ་ཡེ་ད་ཀྱ་ང་རྐྱང་ཟེར་ན་ཡང།

ཁ་ན་རུ་ཁོང་ང་ཁོང་ཚ་ན་རུ་ཚོད་ས་ཚོད་མའོ་ཚ་ན་རུ་ཚོད་ན་ཚོན་ཆ་མའོ་སྙམ་མ་སྙམ་ཨ་བོ་ཁ་ཡི་ད་ཁྱི་འབྲིང་པོ་ཁྱེར་ར་ཁྱེར་མ་ཁྱི་གུ་མི་ཆ་ན་རུ་ཆོ་ག་ཆོག་ཅ་འབྲིང་པོ་ཅེས་ས་ཅེས་སྦ་བོ་ར་ཅ་ད་བཞག་བཞག་ན་རུ་བྱོ་ད་བྱོས་སྦ་ཨ་བོ་ད་ཞབས་ཆུ་འདུག་ག་འདུག་ག། ཁོང་ཚོས་ཚོན་ཆ་ཟེར་ན་ད་གི་སྔོན་ལ་ཞུས་པ་ནང་བཞིན Weapons།

ད་གལ་སྲིད་ཁྱེད་རང་གཅིག་ཡིན་གཅིག་མིན་གཅིག་དམག་མི་ཁྲིད་དགོས་ཡོད་གསུངས་པ་ཡིན་ན། བོད་པའི་དམག་མི་གཉིས་གསུམ་གཅིག་མཉམ་དུ་ཁྲིད་ཡོང་ན་འགྲིག་གི་རེད། ཡིན་ན་ཡང་ཁོང་ཚོས་མཚོན་ཆ་མཉམ་དུ་འཁྱེར་ཆོག་གི་མེད་ལབ་རེད། མཚོན་ཆ་མཉམ་དུ་འཁྱེར་ཆོག་གི་མེད། ཆོག་གི་མེད། ལྕགས་འབྲིང་པོ་སྐྱེས་ས་སྐྱེས་ཟེར་ན། ལྕགས་འབྲིང་པོ་སྐྱེས་ས་སྐྱེས་ཟེར་ན་ད་ད་ད། བོད་སྐད་འདི་ཁྱེད་རང་ཚོ་དབྱིན་ཇིའི་སྐད། ད། སློབ་གྲྭ་ལ་ཕེབས་མཁན་སློབ་ཕྲུག་ཡིན་པ་ཡིན་ན། ཁྱེད་རང་ཚོ་དབྱིན་ཇིའི་སློབ་ཚན་བསླབ་པའི་སྐབས་ལ།

ཁོང་ཚོས་མཚོན་ཆ་མཉམ་དུ་འཁྱེར་ཆོག་གི་མ་རེད་ཟེར། དཔེར་ན། ཡོང་གི་མིན། ཡོང་གོ་མ་རེད་ལབ་པ་ཡིན། ཟེར་ཡ་དེ་ས་འགྲིག་པོ་ཟེར་ར་ཟེར་རེད། ཟེར་དེ། Quotation Unquote ད་ཁྱེད་རང་ཚོ་འདིའི་སྤྱི་བཏང་བཀའ་མོལ་གནང་པའི་སྐབས་ལ་ད་ཁོ་རང་བཞིན་གྱིས་ཐོན་ཡོང་དགོས་པ་ང་ཡོང་གི་མེད་ལབ་པ་ཡིན། རོགས་པ་གནང་རོགས་གནང་རེ་འདུན་ཞུས་པ་ཡིན། ཐབས་ཤེས་གནང་རོགས་གནང། རེ་འདུན་ཞུ་གི་ཡོད། སའི་འདི། སའི་འདི་ས་རིང་པོ་སའི་ར་སའི་རེད། འདི་ག་རེ་བསྟུན་གི་ཡོད་ཟེར་ན། ཚིག་གྲུབ་འདི། Direct Speech ཡིན་པས་ཀྱི་རྟགས་མཚན་རེད། ཨ་ནི་ཆོག་གི་མ་རེད། བའོ་ར་ཅཱ་ད་ཅཱ་ན་རོ་ཇོ་ད་ཇོས་གལ་སྲིད་ཁྱེད་རང་ཚོ། དཔེ་ཆ་ཡང་ན། བོད་ཡིག་ཀློག་དེབ་ཀྱི་ནང་ལ་བཱོ་ར་ཅ་ཏཱ་ཇཱ་ན་རོ་ཇོ་ད་བརྗོད། དེ་འདྲའི། བྲིས་སྐྱོ་དེ་འདྲའི་གཟིགས་པ་ཡིན་ན་འདི་གི་དོན་དག་ལབ་རེད། ལབ་འདུག། ད་རྒྱ་མི་དཔོན་པོ་འདི་གི། གལ་སྲིད་ཁྱེད་རང། དམག་མི་ཁྲི་འདོད་ཆེན་པོ་ཡོད་ན་འདོད་པ་ཆེན་པོ་ཡོད་ན། དམག་མི་གཉིས་གསུམ་ཁྱེད་རང། ཁྲིད་ན་འགྲིག་གི་རེད་ཡིན་ན་ཡང། ཁོང་ཚོས་མེ་མདའ། ཡང་ན་གྲི། མཉམ་དུ་འཁྱེར་ཆོག་གི་མ་རེད་དཱ། ལབ་འདུག་གསུངས་པ་རེད། ཅེས་ཟེར་ན། ང་རང་ཚོ་འཕེལ་རྒྱས་ལ། ཕེབས་རོགས་གནང། རེ་འདུན་ཞུས་པ་ཡིན། ཟེར། ཟེར་ཡ་དེ་རེད་ཟ་འབྲིང་པོ་ཟེར་ར་ཟེར། ད་ཁྱང་ཚོ་ཆུང་དུས་ནས་བོད་སྐད་གོ་གོ་ཉིད་ཀྱི་ཤེས་པ་ཡིན་ཙང། འདི་ཡི་བོད་ཀྱི་འགྲེལ་བཤད་ཁྱེད་རང་ཚོ་སྐྱོན་ཐུག་མར་ད་གང་ལྟར། དབྱིན་ཇིའི་སྐད་ལ་ད་ལྟ་ངས་ཞུས་པ་ནང་བཞིན་འདི་རྟགས་མཚན་ག་རེ་བསྟུན་དགོས་ཡོད་ཟེར་ན། འདི Direct Speech བོད་སྐད་འདི Direct Speech ཡིན་པ། སེལ་པོ་སྟོན་གྱི་ཡོད་རེད་བརྗོད་འདུག་ཟེར་ན་ལབ་འདུག། ཁྱེད་རང་ཚོས་སྦ་འོ་ར་ཆ་ད་ཅག་ནང་རུ་འཇོག་ད་བརྗོད། དེ་འདྲས་བྲིས་པ་དེ་འདྲས་ཁྱེད་རང་ཚོས་ཟིས་པ་ཡིན་ན། བརྗོད་ཟེར་ན་ལབ་རེད། དེ་ནས་བྱང་པའི་སྐབས་ལ་ཚིག། བྱང་པའི་སྐབས་ལ་ཚིག་གསར་པ་གཉིས་གསུམ་ཡིན་གཅིག་མིན་གཅིག། སེམས་ལ་ཉར་དགོས་ཀྱི་ཡོད་རེད། ཨ་ནི་ང་རང་ཚོའི་སྡེའི་ལབ་སྲོལ་ཡོད་རེད་པ། ཆུ་ཐིགས་བསགས་པའི་རྒྱ་མཚོ། ཆུ་ཐིགས་བསགས་པའི་རྒྱ་མཚོ་ཟེར་ན་ཧོབ་སྟེ་ཀ་ལ། སློབ་སྦྱོང་ཆེན་པོ་ཅིག་ཐོབ་ཡག་དཀའ་ལས་ཁག་པོ་ཞེ་དྲག་རེད། ཚིག་རེ་རེ་བྱས་ནས་ཚིག་རེ་རེ་བྱས་ནས་སྦྱངས་པ་ཡིན་ན། ཉིན་མ་གཅིག་ཨ་ནི་རྒྱ་མཚོ་ནང་བཞིན་ཁྱེད་རང་གི་མཁྱེན་རྒྱ། འདི་རྒྱ་མཚོ་ནང་བཞིན་ཆགས་ཀྱི་རེད་གསུང་གི་ཡོད་རེད་པ།

ཨ་ནི་རྡོ་བསམ་ཟ་མ་བསམ་བསམ་པ་རེད། རྡོས་ཟོས་པའི་བསམ་པ་དེ་འགྱེལ་ནས་བོད་པའི་དམག་མི་སུ་ཡང་སུ་ཡང་ཟེར་ན་དམག་དཔོན་ཡིན་ན་ཡང་འདྲ། དམག་མི་དཀྱུས་མ་ཡིན་ན་ཡང་འདྲ། ཡོང་མི་ཆོག་ཡོང་ཆོག་གི་མ་རེད། གལ་སྲིད། ཁྱེད་རང་གིས་འདོད་པ་ནན་ཆེ་བྱས་ན་ཁྱེད་རང་གི་ཅིག་ཁྲིད་འདོད་ཆེན་པོ་ཡོད་ན་ཁྱེད་རང་འུ་ཚོའི་སྒེར་པ་ཡིན་ན་དམག་མི་གཉིས་གསུམ་མཉམ་དུ་ཁྲིད་ན་འགྲིག་གི་རེད་ཡིན་ན་ཡང་ཨ་བ་ཐ་ཞབས་ཆུ་འཐུལ་ས་འཐུལ་དེ་འགྲིག་གི་རེད་འགྲིག་གི་རེད་རེད་འགྲིག་གི་རེད་ཡིན་ན་ཡང་ཁོང་ཚོས་མཚོན་ཆ་མཉམ་དུ། ཁྱེར་ཆོག་གི་མ་རེད། ལབ་འདུག། ད་འདི་ཁོ་རང་ཚོས། ྋགོང་ས་མཆོག་ལ་འཛིན་བཟུང་བྱེད་ཡག་གི་འཆར་གཞི་ཡོད་རེད། ཁོ་རང་ཚོ་ཡེ་ཤེས་ནོར་བུ། འཛིན་བཟུང་བྱེད་ཡག་གི་ཀུན་སློང་ཁྱེར་ནས། ཨ་ནེ་ཡེ་ཤེས་ནོར་བུ། རྒྱ་མི་གི་དམག་སྒར་ལ། ལྟད་མོ་བཟི་ཁ་ཕེབས་རོགས་གནང་ཨུ་ཚུགས་རྒྱབ་ཀྱི་ཡོད་རེད། ཨུ་ཚུགས་རྒྱབ་ཀྱི་ཡོད་རེད། དེ་འདྲ་བྱེད་བྱེད་ད་ང་རང་ཚོ་ལོ་རྒུད་རེད་ཨ་ནི་རྒྱ་མི་ཟེར་ན་ག་འདྲས་ཀྱི་ཡོད་རེད་རྒྱལ་ཁབ་དེ་ག་འདྲས་ཀྱི་ཡོད་རེད། ཨ། དེའི་སྐོར་ལ་མཁྱེན་གྱི་རེད་ད་རྒྱ་གར་དང་བལ་ཡུལ་ཨ་མི་རི་ཀ་དེ་འདྲས་ཡིན་པ་ཡིན་ན་ཨ་ནི་འོས་འདེམས་ཡོང་གྱི་རེད་བ། འོས་འདེམས་ཀྱི་སྐབས་ལ་གལ་སྲིད་སྔོན་མའི་སྲིད་འཛིན་འདི་གིས་ཕྱག་ལས་ཡག་པོ་གནང་མེད་ན། ཨ་ནི་འོས་འདེམས་ཀྱི་སྐབས་ལ་འོས་འདེམས་ཤོར་གི་རེད་པ། དེ་ནས་ཡང་གཞུང་གསར་པ་ཅིག་ཡོང་གི་རེད། ཁོ་རང་ཚོ་ལ་ལངས་ཕྱོགས་གསར་པ། ལྟ་བ་གསར་པ། ཀྱང་སྲིད་ཇུས་བེད་དེ་འགྱུར་བ་གཏང་གི་ཡོད་རེད། ད་རྒྱ་ནག་ལ། ཕྱོགས་འགལ་ཚོགས་པ་ཡོད་མ་རེད། Opposition Party། ཕྱོགས་འགལ་ཚོགས་པ་ཡོད་མ་རེད། ཀྱི Party གཅིག་རང་རེད། ཁོ་རང་ཚོ། ལྟ་བ་གཅིག་རེད། ལངས་ཕྱོགས་གཅིག་རེད། བྱས་ཙང། ཁོ་རང་ཚོས་སྲིད་འཛིན་འགྱུར་བ་ཐེབས་ན་ཡང་ཁོ་རང་ཚོའི་སྲིད་ཇུས་ལ། འགྱུར་བ་ཐེབས་ཀྱི་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང། ད་ལྟ་ཏཱའི་ཝན་གྱིས་ང། ང་ཚོ། རྒྱ་ནག་གི་ཆ་ཤས་མས་ང་ཚོ་རང་བཙན་གྱི་རྒྱལ་ཁབ་ཡིན་ཟེར་གི་བར་ཁོ་རང་ཚོ་ཏཱའི་ཝན་ལ་བཞུགས་མཁན་ཚོ་མི་རིགས་འདི་རྒྱ་མི་རེད་ད་ལྟ་རྒྱ་ནག་ལ་ཡོད་པའི་རྒྱ་མི་དང། ཏཱའི་ཝན་ལ་ཡོད་པའི་རྒྱ་མི་ཁོ་རང་ཚོ་རིགས་གཅིག་པ་རེད་ཡིན་ན་ཡང། ད་ལྟ། སི་སི་པི། གཞུང་དེ་ལ་ཁོ་ཚོ་རྩ་བ་ནས་ཡིད་ཆེས་བྱེད་ཀྱི་ཡོད་མ་རེད། ད་ག་ནང་བཞིན་ཧོང་ཀོང་ཚོ་ཡང་ཧོང་ཀོང་ལ་བཞུགས་མཁན་ཚོ་ཡང་རྒྱ་མི་རེད། ཡིན་ན་ཡང། ད་ལྟ་རྒྱ་ནག་གི་གཞུང་གི་ལངས་ཕྱོགས་སྲིད་ཇུས་ལ་མོས་མཐུན་མེད་ཙང་ཁོ་ཚོ་ཡང་ངོ་རྒོལ་བྱེད་ཀྱི་ཡོད་རེད། ཨ་ནི་ད་ང་རང་ཚོ་བོད་པ་སི་ཏུ་ས་ནས་རྒྱ་མི་མན་ཙང། ཨ་ནི། ཁོང་ཚོ་མཉམ་དུ་མཐུན་ནས་དེ་ཡག་དཔེ་མི་སྲིད་དཀའ་ལས་ཁག་པོ། ཨ། ཁྲིམས་ཟེར་ཡ་འདི། ཡིག་ཐོག་ལ་བཀོད་པ་ཙམ་མ་གཏོགས་ལག་ལེན་ལ་རྩ་བ་ནས་སྐྱེལ་གྱི་ཡོད་མ་རེད། དེ་འདྲ་བྱས་ཚེ་ང་རང་ཚོའི་དགྲ་བོ་དེ་དང་པོ་ང་རང་ཚོས་ཡག་པོ་བྱས་ནས་མཁྱེན་དགོས་ཀྱི་ཡོད་རེད། ཨ་ནི། ད་གལ་ཆེ་ཤོས་ང་རང་ཚོ་ག་བར་འཐུས་ཤོར་འགྲོ་གི་ཡོད་ཟེར་ན། སོ་སོ་རང་གི་ཀླད་པ་བེད་སྤྱོད་བྱེད་ཡག་གི་ལུགས་སྲོལ་ཞེ་དྲག་ཡོད་མ་རེད། སོ་སོའི་ཀླད་པ་གསར་པ་གསར་རྐྱང་བཞག་ཨ་ནི་ཕར་ཕྱོགས་ཀྱི་ཚུར་ཕྱོགས་སྐད་ཆ་ཉན་ཨ་ནི་འདི་ཨ་འདི་རེད་བསམ་ནས་བསྡད་ཡ་འདི་ང་རང་ཚོའི་སྐྱོན་ཆ་ཆེ་ཤོས་དེ་རེད་སོ་སོ་རང་གི་ཀླད་པ་བེད་སྤྱོད་བྱེད་ནས་མི་གཅིག་གིས་གཅིག་ལབ་ཀི་འདུག་ན་འདི་ཡིན་དང་མིན་བརྟག་དཔྱད་བྱེད་དགོས་རེད་ཟེར་ནས། སངས་རྒྱས་བཅོམ་ལྡན་འདས་ཀྱིས་ཡང་ང་རང་ཚོའི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཡང། ཀླད་པ་བེད་སྤྱོད་བྱེད་ཨ། བརྟག་དཔྱད་བྱེད་ཨ་ག་རེ་ཡིན་ན་ཡང་བརྟག་དཔྱད་བྱེད་ཨ་གསུང་གི་ཡོད་རེད་པ། ད་ང་རང་ཚོ་དེ་མིག་བཙུམ་ནས་ཡིད་ཆེས་བྱེད་ཡ་དང་རྨོངས་དད་འདིས། དཔེ་མི་སྲིད་པའི་ཤུགས་ཆེན་པོ་ཡོད་ཙང། ད་ལྟ། གནས་སྟངས་ཐབས་སྐྱོ་པོ་འདི་འདྲའི་ཅིག་ལ་ཀླད་པ་ཁྱེད་རང་ཚོས་མཁྱེན་དགོས་ཀྱི་ཡོད་རེད། ད་ང་རང་ཚོ་ཡང་འདི་མ་རེད་ང་རང་ཚོའི་ལུགས་སྲོལ་འདི་ནོར་ཤག་ནུབ་ཕྱོགས་པའི་ལྟ་བ་དང་ལུགས་སྲོལ་འདི་ཡང་ཡག་པོ་རེད་ཤག་བསམ་པ་ཡིན་ན་ཡང་ཁོ་རང་ཚོའི་དགེ་རྒན། Socrates། Aristotle། ཁོ་ཚོས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་ནང་བཞིན་སོ་སོ་རང་གིས་ཀླད་པ་བེད་སྤྱོད་བྱེད་ཨ། དཔེ་ཆའི་ནང་ལ་འདི་འདྲས་བྲིས་ཤག། ཡིན་དང་མིན། སོ་སོ་རང་གི་བརྟག་དཔྱད་བྱེད་དགོས་རེད་ཟེར་ནས། ནུབ་ཕྱོགས་པས་ཁོ་རང་ཚོའི་སྟོན་པ་ཞུ་གི་མ་རེད་པས། Aristotle ཁོ་ཚོས་ཡང་ད་ག་རང་ལབ་གི་ཡོད་རེད། ང་ང་ཚོའི་དེ་ཡང་ང་ཚོའི་སྟོན་པ་ཤེས་ཀྱ་ཐུབ་པས། དགེ་སློང་བདག་དང་ཁྱེད་རྣམས་ཀྱིས་བསྲེག་བཅད་བརྡར་བས་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ། བླངས་པ་བྱ་ཡི་གུས་ཕྱིར་མིན་ཟེར་ནས་གསུངས་ཀྱི། འདི་ང་ཚོ་དགེ་རྒན་གྱིས་གསུངས་པ་ནི་ཞིབ་མ་བྱས་པས་ཡིན་ན་ཨ་ནི། ཨ་ནི་ཕན་ཐོགས་གང་ཡང་ཡོད་མ་རེད་བ། དེ་ནས་སེང་གེ་བཅོམ་ལྡན་འདས་སྐུ་འདྲ་འདི་ཡལ་གའི་ཤ་ལྔ་ཡིག་ཚད་ཡག་པོ་ཡོང་བ་ཤོག་སོ་སོའི་སྔོན་ནས་དཀའ་ལས་སྤུ་ཙམ་ཡང་མ་བརྒྱབ་ན། སྨོན་ལམ་བརྒྱབ་པ་ཙམ་གྱིས་ཕན་ཐོགས་ཡོང་གི་མེད་པ་མཁྱེན་དགོས་ཀྱི་རེད། ཀླད་པ་བེད་སྤྱོད་བྱེད་དགོས་ཀླད་པ་གསར་པ་གསར་རྐྱང་བཞག་ནས་སྐྱེ་བ་ཕྱི་མ་ལ་ཕན་ཐོགས་ཡ་ནི་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང། བོད་ཡིག་དབྱིན་ཇི French ནེ་པ་ལི་སྐད་ག་རེ་ཡིན་ན་ཡང་བྱང་བྱང་བས་བྱས་ལ། ཨ་ནི། སྐད་འདི་བརྒྱུད་ནས་ཨ་ནི་མཁས་པ་ཆེན་པོས་བརྩམས་པའི་བཀའ་སློབ་འདི་ཚོ་ཁྱེད་རང་ཚོས་མཁྱེན་གྱི་རེད་ཨ་ནི་དེ་ཞེས་གསུངས་ང་རང་ཚོའི་བསམ་བློ་ལ་བསྒྱུར་བཅོས་བཏང་ཡག། མཐོང་རྒྱ་ཐོས་རྒྱ་ཆེན་པོ་བཟོ་ཡ་གི། ཐབས་ལམ་གཅིག་པོ་དེ the only way གཅིག་པོ་དེ་རེད་དེ་འདྲ་བྱས་བྱས་ད་རིང་གི་དེ་འདྲ་དེ་མཚམས་བཞག་གི་ཡིན་ཨ་ནི་ཁྱེད་རང་ཚོ་དེ་རིང་ས་པན་པ་རེད་ཨ་ནི་ཕྲུ་གུ་མཉམ་དུ་ཨ། སོ་སོའི་རྒྱལ་རབས་དང་ཨ་ནི་སོ་སོའི་སྐད་རྒྱལ་ཆེན་པོ་ཡིན་པའི་སྐོར་ལ། ཕ་མས་སྤུ་གུ་ཚོ་ལ་བཀའ་སླབ་གནང་བྱས། ཨ་ནི། གུང་སེང་སྤྲོ་པོ་ཡོང་བའི་རེ་བ་ཞུ་གི་ཡོད། ཐུགས་ཆེ་གནང།